སྐུ་ཁམས་བཟང་སྨན་པ་རྟ་རག་ལགས། སྐུ་ཁམས་བཟང་བསྟན་འཛིན་འབྱོར་ལྡན། སྨན་པ་རྟ་རག་ལགས HMPV ཞེས་པའི་ནད་གཞི་ཟེར་ན་གང་ཡིན་ནམ།
འོ་ད་ལྟ་ན་རྒྱ་ནག་ནས HMPV ཞེས་པའི་ནད་ཡང་ནད་རིགས་གཅིག་ཁྱབ་ཡོང་གི་འདུག་འོ་འདི་ལ་ལ་དེ་གི་ཡོག་རེད་ད་འདི། རྒྱ་ནག་ནང་ལོགས་ནས་ཚུགས་ད་རྒྱ་གར་ནང་ལོགས་ནས་ག་ལ་གང་ཚང་ཞིག་ཁྱབ་ཡོང་གི་འདུག་ད་ག་ནང་བོད་ནང་ལོགས་ནས་ག་ལ་གང་ཚང་ཞིག་ཁྱབ་ཚར་ཤག་དེ་འདྲ་སོང་ཙང་ང་ཚོས་ན་ཚ་འདི་ངེས་པར་དུ་དོ་སྣང་གནང་དགོས་ཀྱི་ཡོད་རེད་དེ་སྔ་ཀོ་བིད་བཅུ་དགུའི་སྐབས་ལ་ཨ་ནི་ང་ཚོས་ཐུ་ཤོ་དང་ཨ་ནི་ཅིག་ལྷོད་གཡེང་མང་པོ་ཤོར་ནས་མི་མང་པོ་ཞོ་གཅིག་གི་ཚེ་སྲོག་ཨ་ནི་ཀོ་བིད་བཅུ་དགུའི་འཕྲོག་ཡོད་རེད་ད་ག་ནང་བཞིན་ད་ལྟ་རྒྱ་ནག་ནང་ལོགས་ལས HMPV ཞེས་པའི་ནད་གཞི་འདི་གིས་རྒྱ་ནག་ནང་ལོགས་ལ་མི་མང་པོ་ཞིག་གི་ཚེ་སྲོག།

ན་ད HMPV ནད་རིགས་འདིའི་ནད་རྟགས་གང་ཡོད་དམ། ད་ད་ད་ན་ད་འདི་གི་ནད་རྟགས་འདི་ག་རེ་ཡོད་རེད་ལབ་ཡིན་ན་སྤྱི་བཏང་གི་ནམ་རྒྱུན་ང་རང་ཚོ་གི་དེ་ནས་ཅིག་ཆམ་རིམས་གཅིག་མཚུངས་ད་གཅིག་པ་ཆགས་ཀྱི་ཡོད་རེད་ད་ཆམ་རིམས་ནང་ལོགས་ལས་མི་རིགས་མི་འདྲ་མང་པོ་ཞིག་ཞུ་གི་ཡོད་རེད་ད་ད་ལྟའི་འདིའི་ནང་ལོགས་ཀྱི།

དེ་ནས་ཡི་གེ་ཁ་ལག་གི་ཟས་ཀྱི་ཐང་ཀ་གང་ཡང། འདི་དང་འདི་འདྲ་བའི་ཟོག་པོ་ཉོབ་ཏོ་བྱ་ཡང། མགོ་བོ་འཇིག་གོ་འཇིག་གུ་བྱ་ཡང། འདི་དང་འདི་འདྲ་བའི་ནད་རིགས་གཙོ་ཆེ་ཅིག་འདི་འདྲའི་ཆགས་ཀྱི་ཡོད་རེད། ཡིན་ནའི། མི་ཚང་མ་ལ་ནད་རིགས་འདི་དུས་གཅིག་ལ་ཡོང་གི་རེད་བས་ཟེར་ན་རྩ་བ་རང་ཡོང་གི་མ་རེད། མི་ཁ་ཤས་ཅིག་ལ་དྲི་བ་ན་གི་རེད་ཁ་ཤས་ཅིག་གོ་བ་ན་གི་ཁ་ཤས་ཅིག་ལ་ཡང་ནད་རྟགས་ལྔ་དང་དྲུག་དང་བརྒྱད་པ་ལ་ཡོང་གི་རེད་ཁ་ཤས་ཅིག་ལ་ནད་རྟགས་གཉིས་གསུམ་མ་གཏོགས་ཡོང་མི་ཡོང་བ་དེ་འདྲས་ཡོང་གི་འདི་གཙོ་བོ་མི་སོ་སོ་གི་ཟོག་པོ་གི། ཡག་པོ་ལོས་དང་གློ་བ་དང་དུས་ཚོགས་ཀྱི་དཔའ་ཆ་ཐང་ལོས་ལ་སོགས་པ་ལ་རག་ལས་ཀྱི་ཡོད་རེད་དེ་འདྲ་སོང་ཙང་ང་ཚོས་ཨ་ནི་ཅིག་ཆམ་རིམ་ཡིན་ནའི་རེད་ཨ་ནི་ཅིག་ན་ཚ་ག་འདྲའི་ཞིག་ཡིན་པ་ཡིན་ནའི་ལྷག་པར་དུ་ད་ལྟ་དགུན་ཁའི་དུས་ཚོད་འདི་ལ་ཨ་ནི་ན་ཚ་འདི་འདྲའི་གི་ཆམ་རིམ་ཕོག་པའི་སྐབས་ལ་ངེས་པར་དུ་ཨ་ནི་སྨན་བཅོས་དུས་ཐོག་ཏུ་གནང་བས་གལ་ཆེན་པོ་ཤོས་ཤིག་རེད་ཤོད་ཨ་ནི། རྫ་སོགས། བྱས་ན། ན་ར་འདི་ན་ར་འདི་ལ་དོ་སྣང་བྱེད་དགོས་པ་གང་དང་གང་ཡོད་དམ། འོ་ན་འདི་ཁྱང་གི་ཞེ་དྲག་ཡང་གསུངས་སོང། ད་ན་ར་འདི་ལ་དོ་སྣང་བྱེད་དགོས་ཡང་འདི། དང་པོ་ན་ར་འདི་མ་ཡོང་ཡང་ལ་ང་ཚོས་དོ་སྣང་བྱེད་དགོས་ཀྱི་ཡོད་རེད། གཉིས་པ་འདི་གལ་སྲིད་ན་ར་འདི་གིས་ང་ཚོ་ལ་ཟིན་པའི་དབང་གིས་བཏང་ཡོད་ན་དེའི་སྐབས་ལ་དོ་སྣང་བྱེད་དགོས་ཡང་གཉིས་ཡོད་རེད། དང་པོ་དེ་ན་ཚ་མ་དགོས་ཡག་ལ་དོ་སྣང་ཆེན་པོ་ཡག་དེ་ག་རེ་ཤོད་པོ་ཡིན་ན་ཨེ་ནི་ཅིག། མི་ཚོགས་སྐྱིད་ལ་མང་པོ་འགྲོ་ཡག་དང་ལྷག་པར་དུ་མི་ལོ་བརྒྱ་ངན་དང་ཆམ་པ་ཕོག་བསྡད་ཡག་གི་མི་མཉམ་དུ་འགྲོ་ཡག་འདི་ང་ཚོས་དོ་སྣང་ཆེན་པོ་ཡག་དང་ཨེ་ནི་ཁ་རས་གྱོན་ཐུབ་པོ་ཡིན་ན་ཡག་ཤོས་གཅིག་རེད་ཨེ་ནི་ད་ལྟའི་དུས་ཚོད་འདི་ལ་མི་མང་པོ་གཅིག་ཡག་མ་གནས་སྤོ་དང་ལག་སོག་པོ་འགྲོ་དུས་རྩ་ནས་ཨེ་ནི་ངེས་པར་དུ་རིན་ཆེན་མང་འབྱོར་དང་རིན་ཆེན་གྲང་འབྱོར་དང་ཨེ་ནི་གཡུ་སྙིང་དང་བྱུ་མ་སྙན་ངག་ར་ན་བསམ་པའི་རྩུབ་རུ་དང་ཞེས་ལག་སོག་པ་དེ་ཚོ་གང་རུང་གཅིག་ཡང་མ་བསྒྲུབ་རྒྱུ་ནས་སྐོར་ནང་ལ་བསྒྲུབ་རྒྱུ་ཡིན་ནས་རེད། སྤྱི་ཚོགས་ཀྱི་ལ་བསྒྲུབ་རྒྱུ་ཡིན་ནས་རེད། ཨེ་ནས་ཅིག། ནམ་གྲོན་ནང་ལ་བསྒྲུབ་རྒྱུ་ཡིན་ནས་རེད། སྤྱི་འགྲོས་རླངས་འཁོར་ནང་ལ་བསྒྲུབ་རྒྱུ་ཡིན་ནས་འདི་འདྲའི་སྐོར་ལ་མུར་རེ་འགྲོ་ཐུབ་ཡིན་ན་ན་ཚ་དེ་ཚོ་བརྒྱ་ཆ་དགུ་བཅུ་གོ་ལྔ་ཙམ་གྱིས་བསྐང་ཐུབ་གི་རེད། ཨེ་ནས། ད་ན་ཚ་དེ་ཟིན་པ་ཡིན་ན་ང་ཚོས་དོ་སྣང་ག་རེ་བྱེད་དགོས་རེད་ཞུས་པ་ཡིན་ན་དང་པོ་ན་ཚ་དེ་གིས་ནད་རྟགས་ཐ་ལ་ཕྲན་བུ་དེ་འདྲ་ཡོང་དུས་སོག་པོ་བདེ་པོ་མེད་པ་མིག་དཔེ་མ་བདེ་བ་ཅིག། ཐང་ཆེན་ཡང་གཅིག་ཟོག་པོ་དེ་ཚོ་ཚང་མ་རྡུང་བཞག་རྒྱ་བ་འདྲ་པོ་དེ་འདྲའི་ཐང་པོའི་སྔོན་རྟགས་དེ་མི་འདྲ་མི་འདྲ་ཡོང་གི་རེད། དེ་འདྲའི་གི་སོ་སོའི་ཟོག་པོ་ལ་གཅིག་ནད་རྟགས་ཀྱི་སྔོན་རྟགས་ཅིག་སླེབས་ཀྱི་འདུག་ན། དེ་ནམ་སང་དེ་ནི་རིན་ཆེན་རིལ་བུ་ཟ་ཡག་དེ་ནི་ང་རང་ཚོ་འཕྲུལ་ཐང་གི་འགྲིག་ནུ་བོ་བདུན་ཐང་དེ་ནི་མ་ནུ་བཞི་ཐང་དེ་ནི་འཕྲུལ་ཐང་ཨའོ་དེ་ཚོ་གཏོང་ཐུབ་པ་ཡིན་ན་དཔེ་མི་སྲིད་པའི་བེམ་པོ་ཡོད་རེད་དེ་ནི། ད་ན་ཚ་དེའི་ན་འོས་སྐབས་ལ་ཟས་སྤྱོད་གང་ལ་དོ་སྣང་ག་རེ་བྱེད་དགོས་ཡང་ཞུས་དགོས་ན་དེའི་སྐབས་ལ་ཞོ་དང་འཁྱག་པགས་བྱེ་རིན་དང་ཨ་ནི་མངར་མོའི་རིགས་དང་ཤིང་ཏོག་གི་རིགས་དང་གྲང་ལོག་ནང་ལོག་ནས་བླུགས་བཞག་པའི་ཨ་ནི་འོ་མ་གྲང་མོ་དང་ཆུ་གྲང་མོ་དང་འོ་དེ་ཚོ་ཨ་ནི་ཆམ་པ་དེ་མ་ཁྲག་པ་དུ་ཟ་རྒྱུ་ཡོད་མ་རེད་འོ་དེ་ཞོ་ཡིན་ལ། ལགས་སོ། གུས་པས་དྲི་བ་ཐ་མ་འདི།

ང་རང་གིས་ཉམས་མྱོང་བྲལ་བ་ཡིན་ན་ད་ལྟ་ནད་པ་དེ་འདྲའི་གླེང་ཡུལ་མེད་དེ། ཡིན་ནས་ཅིག་ནམ་རྒྱུན་དུ་གི་ཀོ་བིར་བཅུ་དགུ་གི་སྐབས་ལ་སྨན་བཅོས་བྱས་པའི་ཅིག་ཉམས་མྱོང་ཅིག་དང་བག་ཆགས་ཅིག་ལ་བསམ་བཏང་ཡིན་པ་ཡིན་ན། ན་ཚ་འདི་ལས་སླ་བོ་ཅིག་དྲག་གི་རེད་བསམ་གྱི་འདུག་ད་བོད་མའི་གཙོ་བོ་དེ་ག་རེ་ས་བོ་རེད་ཞུས་པ་ཡིན་ན། ཨེ་ནི་ཅིག་གནད་ཀ་མི་འདྲ་མང་པོ་བརྗོད་ཡོའོ་རེད་དེ་ཡིན་ནས་སྤྱི་ཡོངས་ཀྱི་ད་ཅིག་ན་ཚ་འདི་ན་བའི་སྐབས་ལ་ག་རེ་ས་བོ་རེད་ཞུས་པ་ཡིན་ན་ཞོགས་པས་དེ་ལ། ཨེ་ནི་ལི་ཤི་དྲུག་པ་དང་ཨེ་ནི། གུར་རྒྱུན་ཕྱི་མཉམ་དུ་ཟ་ཐུབ་ན་ཡག་པོ་ལས་ཕྱི་དྲུག་པ་གཉིས་དང་གུར་རྒྱུན་གཉིས་ཇེ་རིང་ནང་ཞིག་འབུར་ཐུབ་ན་ཡག་པོ་ཡོད་རེད་བ་འོ་དེ་གཅིག་རེད་ཨེ་ནས་དགོན་བདག་འདི་ལ་ཨེ་ནས་གུར་རྒྱུན་རང་གཅིག་ཡང་མེད་ན་གུར་རྒྱུན་དང་བསྡུ་རབས་མཉམ་དུ་ཟ་ཐུབ་ན་ཡག་པོ་ཡོད་ད་སྤོ་བོ་ཆུང་བ་ཡིན་པ་ཡིན་ན་རིན་པོ་ཉུང་ཉུང་བཏང་པ་རེད་མ་གཏོགས་མི་རྒན་པ་ཡིན་པ་ཡིན་ན་ཨེ་ནས་གུར་རྒྱུན་གཉིས་དང་བསྡུ་རབས་གཉིས་ཡང་མེད་ན་གུར་རྒྱུན་གསུམ་དང་བསྡུ་རབས་གསུམ་མཉམ་དུ་བཏང་ཤེས་ན་ཡག་པོ་ཞེ་དྲག་ཡོད་རེད།

སོག་པོ་སྟོབས་འབྲིང་ཡིན་ན་རིལ་བུ་བཞི། སོག་པོ་སྟོབས་ཆུང་ཆུང་ཡིན་ན་རིལ་བུ་གསུམ། འོ་དེ་འགྱེལ་སྙམ་དུ་བསད་ནས་ཁོ་དེ་ནོར་བུ་བདུན་དང་ཁོའི་བྲག་དམར་བཏུང། ཨེ་ནི་མ་འཕྲོག་ཕྱིན་ནས་ཉལ་བསྡད་པ་ཡིན། ཨེ་ནི་དེ་གིས་ན་ཚ་འདི་ཉི་མ་གཉིས་སུ་གནང་བ་ལ་བྲག་དྲུག་རེད། ད་རིན་ཆེན་རིལ་བུ་ག་རེ་ཟ་བར་ཤོད་ན་རིན་ཆེན་མང་ཆོག་འདི་ཨེ་ནི་ཉི་མ་གསུམ་དང་བཞི་ཙི་བར་རོ་ལ་རེ་རེ་མུར་འཐུང་ད་འདི་མུར་བོར། མུར་ཡང་དེ་དཔེ་མི་སྲིད་པའི་གལ་ཆེན་པོར་ལྷག་པང་དུ་ཞོག་གད་སྨྲས་དེ་ཡང་མུར་ཡག་གལ་ཆེན་པོར་ཞོག་ཞིག་རེད། འོ་དེ་འདྲས་བྱས་པ་ཡིན་ན་ན་ཚ་འདི་ཉི་མ་གསུམ་བཞི་ལྔ་གནང་བ་ལ་བྲག་དྲུག་རེ་ཤོད་ཡིན།